ད་ཚད་ཡིན་པ་རེད་དེ། ངོགས་སུ་ཚར་མ་ཚད་དེ་ན་ཁྱེད་རང་གི་ཐ་སྙད་ཚད་གི་ཡོད་ར། ངོགས་སུ་ཚར་མ་གི་རྒྱབ་ལོག་ལ་ཚ་བཞག་ཉན་གི་མ་རེད་ཤེས་བཞག་ཉན་གི་མ་རེད་སྟོང་པ་བཞག་ཉན་གི་མ་རེད་ད་ག་ར་ངོགས་སུ་ཚར་མ་འདི་བྲིས་ཡག་ན། ད་ཁྱེད་རང་གི་ཡིག་ཆ་ཚང་མ་གི་ནང་ན་ངོགས་སུ་ཚར་མ་དཔེ་སྤྱོད་ཐེངས་མ་དཀར་ཙིག་ཙིག་གཏོང་བ་ཁུ་དེ་ཁྱེད་རང་གི་བྲང་ཁ་རྒྱག་ཐུབ་གི་རེད། དེ་ཚོ་ག་རེད་དེ་ཚོ་ག་རེད་འདི་ག་རེད་དེ། དེ་ཨང།
དེ་ངོགས་སུ་ཚར་མ་ཁྱེད་རང་གི་ཡིག་ཆ་ཆ་ཚང་གི་ནང་ན་ཐེངས་མ་བདུན་བརྒྱ་ར་བརྒྱ་ཅི་བྱབ་བདུན། བེད་སྤྱོད་བཏང་བྱ་ཡང་ལ་དགོས། ཨ་ནི་ཡིག་ཆ་ག་ཚོད་འདུག་ཡིག་ཆ་བརྒྱ་དང་དགུ་བཅུ་གོ་གཅིག་གི་ནང་ན་ད་དེ་ཡོང་སོང་ཚང་མ་ཚོ་བརྒྱུད་དུ་བེད་སྤྱོད་བཏང་འདུག་ཨོ་ད་ཁོ་གི་ཚེ་ལས་ད་ཡིག་ཆ་བརྒྱ་དང་དགུ་བཅུ་གོ་གཅིག་གི་ནང་ལོག་ན་ད་མངོན་སུམ་ཚན་མ་དེ་འདྲ་མང་པོ་ཅིག་བེད་སྤྱོད་བཏང་འདུག་ཟེར་བ། ད་ཁྱེད་རང་གི་ད་དཔེར་ན་ཆུ་ཆུ་ཚན་གཅིག་བརྫིས་ན་གཞོང་ཚན་གཅིག་གི་ནང་བཞི་འཇུག་བྱེད་གཉིས་བཙལ་ན་ངོ་སོང་ཚང་མ་ཚོ་བརྒྱུད་དེ་ཐེངས་མ་ག་ཚོད་བེད་སྤྱོད་བཏང་འདུག་ཟེར། དེ་ཡང་དེ་ནི་ཁྱེད་རང་ང་ད། དཔེ་ཆ་བཏང་སྟངས་ཅིག་ཡོད་ར། དེ་ག་འདྲ་ཞིག་གཏོང་འདོད་ལབ་དགོས་ན་ད་ཁོས་རུམ་གྱི་རུམ་གྱི་དབེན་ན་ཁྱེད་རང་གི་དེ་འདྲ་གི་ཐོག་ནས་ད་ཚད་ཐུབ་དགོས་རེད། ད་ད་འདི་ཡིག་ཆ་འདི་འདྲ་མང་པོ་ཅིག་གི་ནང་ན་ཐང་ན་འདི་འདྲ་མང་པོ་ཅིག་ལས་བྱ་ཟེར་དགོས་ར། རེད་ད་རེད་ང་ཚོ་རེད། གཅིག་གི་ནང་བལྟ་དགོས་ར། རེད། ད་འདི་འདོག་འདི། འདི་ཨོ་ཨོ་སི་ཡར་རེད་འདོག། ཨོ་ཨོ་ཀ་ཏིས་ཀོ་དེ་མངོན་སུམ་ཚད་མ་དང་བརྗིད་བག་ཚད་མ་ཟེར་ད་ང་གཉིས་ཀྱི་ཐ་སྙད་ཚད་དགོས་ར། ཐ་སྙད་ཚད་དགོས་རེད། ད་འདི་གི་ནང་བློ་འདི་འདྲ་ཅིག་བེད་སྤྱོད་བཏང་འདུག་ཟེར་དགོས་ར། རེད།
ཡ།
ད་འདི་ཁྱེད་ཚོ་ཀྱི་བླ་མ། ད་འདི་ག་རེད། ཧོ་རེད། ཨོ་ད་འདི་གནད་འགག་གཅིག་ཡོད་རེད། དེའི་ཡིག་ཆ་ཚང་མ་གི་མགོ་ལ OCR འཛོམས་ནས་གཏོང་འདུག OCR འདི་ན་ད་ཁྱེད་རང་གི་ཤི་དགོས་རྒྱུ་རེད། ང་ཚོས་ཡིག་ཆ་པར་བརྒྱབ་བཞག་རྒྱུ་གི་རིགས་དེ་ང་ཚོས་སྒང་ལ་པར་བརྒྱབ་དེ་ན་ཁོ་རང་གི Scanner རུ་གཏོང་ནས་ད། པར་གྱི་ངོས་ནས་ཡིག་འབྲུ་ཚང་མ་བཀའ་གཡང་བརྒྱུད་དུ་ཁྲིད་ཆས་གནང་རོགས་དེ་འདྲ་བ་ངས་བྱེད་ཀྱི་འདུག་འོ་དེ OCR བརྩི་རྒྱུ་ཚང་མ་དེ་འདྲ་བ་བྱས་ནས་བཀའ་གཡང་བརྒྱུད་ཡིན་དུས་ན་ཁོ་རང་གི་ཡིག་ཆ་དེ་ནང་ནས་ད་ཡི་གེ་ཡིག་འབྲུ་དངོས་མ་གཟན་པ་དང་ཡི་གེ་གསར་བ་མེད་པ་གི་རིགས་དེ་དངོས་གཟན་ཐུབ་གི་མ་རེད་དེ་ནས་ཡི་གེ་རྫུན་མ་བཟོ་ནས་དེ་ནང་ལ་ཡང་ཅིག་ཡི་གེ་དག་ཆ་མེད་བ་དང་ཡང་ཡི་གེ་ངག་གི་ཚ་བ་དག་ལས་ཡང་བརྒྱུད་ནས་དེ་འདྲ་བ་མང་པོ་ཅིག་ཡོང་ནས་ཁོ་རང་གི་ནོར་འཁྲུལ་ཁོ་རང་ཁྲིད་ཆག་མང་པོ་བཟོ་བཞག་གི་འདུག་དེ་འདྲ་ཡིན་དུས་ན་ཁྱེད་རང་གི་ད་བེད་སྤྱོད་གཏོང་མཁན་ཅིག་ཡིན་ན

མཐེབ་གཞོང། མཐེབ་གཞོང་གི་ངོས་ནས Control F ནས་བཞག་ན་ཁོར་མོ་ཚད་གསལ་བོ་ལེན་དགོས་དང། དེའི་ནང་ནས་ད་ང་ནི། མངོན་སུམ་ཚང་མ་ཚེ། དེ་ནས Enter ནས་ནང་འབྲི་དགོས་རེད། འདི་ནས་ནང་འབྲི་དགོས། འདི་ནང་ལ་མངོན་སུམ་ཚང་མ་ཚེ་ཡག་ཅིག་མི་འདུག།

ད་འདི། འདི་འདི་འདི། ཨོ་རེད་རེད་རེད་ང་གཉིས་ཀྱི་ཡིག་ཆ་འདི་ཨོ་ཧ་རན་ཟོས་དེ་ཟེར་དེ་དེ་སེ་ར་ལེ་ཡང་ལ Alt Z ནས་བཞག་ན་ཁོ་རང་ཚོ་རང་དེ་ཐོང་ཐོང་བཟོ་བཞག་འགྲོ་འགྲོ་འགྲོ Alt Z ནང་དགོས་ཀྱི་ཡོད་རེད། དེ་ནས་ད་ཁྱེད་རང་གི་འདི་ང་གཉིས་ཀྱི་ངོ་སུམ་ཚང་མ་མ་ཉེ་བ་རེད་ཡིན་ན་ངོ་སུམ་ཟེར་དེ་ཉེ་གི་འདུག་ཨ་འདི་ནི། སྤྱིར་རྣམ་འགྱུར་ངོ་སུམ་ཟེར་རྒྱུ་ངོ་སུམ་དང་རྣམ་འགྱུར་ངོ་སུམ་ཟེར་རྒྱུ་ཁོ་ངོ་སུམ་རེད་འདུག་དེ་ནི་ད་གཏན་འཇགས་བྱས་ནས་འདི་ཡིག་ཆ་གཏམ་རྒྱུད་གཅིག་གི་ནང་ནས་ཚེ་ག་ཡིག་ཆ